ཞང་ལི་མེ་སོགས་དང་འབྲེལ་བའི་ལོ་བརྒྱའི་ཡུལ་ཚོ་འདེམས་ཐོན་གཉིས་པ་ཆོག་གྲངས་བདུན་བརྒྱ་བརྒྱད་ཅུའི་རྒྱབ་བཤད་ནས། སེམས་ཅན་དུས་དྲན་ཐེངས་ལྔ་བཅུ་ང་གསུམ་པའི་ཐོག་སྤེལ་བའི་བཀའ་བློན་ཁྲི་པའི་ཡོངས་ཁྱབ་གཏམ་བཤད། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་ལ་སྤེལ། ད་རིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་གསུམ་པའི་ཚེས་བཅུ་ཉིན། བོད་མི་ཚོས་བོད་ཀྱི་རྒྱལ་ས་ལྷ་སར་ཞི་བའི་གྱེན་ལངས་བྱས་ཏེ་ལོ་ལྔ་བཅུ་ང་གསུམ་དང་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་ཁ་གསུམ་ཁྱོན་ཡོངས་ལ་ཕྱི་བསྐོར་བྱས་ཏེ་ལོ་བཞི་འཁོར་བའི་དུས་ཚིགས་ཀྱི་ཉིན་མོ་འདིར། བསྟན་སྲིད་མི་རིགས་ཀྱི་དོན་དུ་ལུས་སྲོག་བློས་བཏང་གནང་མཁན་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་ཡོངས་ལ་རྗེས་དྲན་སྐྱོན་འདོན་ཞུ་རྒྱུ་ཡིན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་བཙན་བཟུང་བྱས་ཏེ་ལོ་ལྔ་བཅུ་ང་གསུམ་འདས་ཟིན་ཀྱང། བོད་ནང་གི་བོད་མིའི་སྙིང་སྟོབས་ལ་འགྱུར་བ་མེད་པར་གནས་ཡོད། དུས་སྐབས་འདིའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོས་དགོངས་དབྱངས། སྐྱེ་མཆེད་དབུ་ཁྲིད་ལམ་སྟོན་ལ་གུས་བསྟོད་དང། བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན། དེ་བཞིན། འདས་པའི་མི་ལོ་ལྔ་བཅུ་ལྷག་རིང། ང་ཚོའི་འཐབ་རྩོད་ཀྱི་ལས་འགུལ་ཐོག་སྐུ་ངལ་ཁྱད་བསད་དང། འབད་རྩོལ་ལྷོད་མེད་ཀྱིས་ཕྱག་ལས་གནང་མཁན་མི་ཐོབ་རྒན་པ་རྣམས་ལའང་དུས་འདོད་དང་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན། ན་ནིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཆབ་སྲིད་ཀྱི་སྐུ་དབང་རྩིས་སྤྲོད་གནང་རྒྱུ། བཀའ་ཕེབས་བྱུང་སྐབས་བོད་མི་ཚོར་བློ་འཚབ་ཆེན་པོ་བྱུང་སྟེ་དགོངས་པ་བསྐྱར་བཤད་ཡོང་བའི་གསོལ་འདེབས་ཀྱང་ཞུས་ཡོད། ད་ཆ་གོང་ས་མཆོག་གི་བསླབ་བྱའི་དགོངས་པ་དང་མཐའ་དཔྱོད་དེ་དག་ལ་འཛམ་གླིང་ཡོངས་ཀྱིས་ངོས་འཛིན་དང་བསྔགས་བརྗོད་ཞུ་བཞིན་ཡོད། རྒྱལ་ཁབ་ཁག་བཞི་བཅུ་ལྷག་ནང་གནས་སྡོད་བྱེད་མཁན། བཙན་བྱོལ་བོད་མི་ཚོས་རང་དབང་དང། དྲང་མཉམ་གྱི་ལམ་ནས་སྤྱི་མཐུས་དང་བཀའ་བློན་ཁྲི་པའི་འོས་བསྡུའི་ལས་རིམ་ནང་ཞུགས་ཏེ། རླབས་ཆེའི་འཕོ་འགྱུར་དེ་འཇམ་སྣེའི་ངང་ལག་གྲུབ་བྱུང་ཡོད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་འཕྲལ་ལ་ཐུགས་སྨོན་མཚམས་སྦྱོར་དང་སྦྲགས། ཆབ་སྲིད་དང། ཁྲིམས་མཐུན་གྱི་རྒྱུན་འཛིན་པར་དབང་བསྐུར་མཛད་པ་ནི་རང་ཉིད་ཀྱི་བསོད་ནམས་ཀྱི་གོ་སྐབས་ཆེན་པོ་ཞིག་ཡིན། སྐབས་དེར། གོང་ས་མཆོག་ནས། བོད་ཀྱི་སྲིད་སྐྱོང། སྟག་སྒྲ་རིན་པོ་ཆེའི་སྐུ་མདུན་ནས་ངས་རྩིས་ལེན་ཞུས་པ་དེ། ད་རིང་མི་མང་གིས་འོས་འདེམས་བྱས་པའི་སྲིད་སྐྱོང་བློ་བཟང་སེང་གེ་ལ། རྩིས་སྤྲོད་བྱ་རྒྱུ་ཡིན་ཞེས་དང། རིང་ནས་གཉིད་དུ་བརྣག་པའི་འདོད་པའི་དོན། ཞེས་བརྗོད་པའི་འདོད་དོན། ད་རིང་དངོས་སུ་འགྲུབ་ཐུབ་པ་བྱུང་ཞེས་བཀའ་ཕེབས་ཡོད། དེ་བཞིན་གཞིས་བཞུགས་བོད་མི་རྣམས་ནས་ཀྱང། ཁྱེད་ལ་དགའ་བསུ་དང་རྒྱབ་སྐྱོར་ཆེན་པོ་བྱུང་བ་དང། ལྷག་པར་གཞིས་བཞུགས་བོད་མི་བརྒྱ་ཕྲག་ཁ་ཤས་ལ་དངོས་སུ་ཐུག་འཕྲད་ཀྱི་གོ་སྐབས་བྱུང་སྐབས། ཁོང་ཚོས་རྒྱབ་སྐྱོར་དང་སྨོན་འདུན་གྱི་རྣམ་འགྱུར་གསལ་པོ་བཏོན་པ་ལ་བརྟེན་ནས་སེམས་ཁུར་ཧ་ཅང་ཆེན་པོ་ཐེབས་བྱུང། སྤྱི་ལོ ྋགོང་ས་མཆོག་གིས་ལོ་རྒྱུས་རང་བཞིན་ལྡན་པའི་ཆབ་སྲིད་ཀྱི་སྐུ་དབང་གནང་བའི་ཞིང་དུད་དང། རྒྱ་ཆེའི་མང་ཚོགས་ཀྱི་དབང་ལུང། གཞིས་བཞུགས་བོད་མིའི་ཡིད་ཆེས་དང་རྒྱབ་སྐྱོར་བཅས་ལ་བརྟེན་ཏེ། ངས། གདེང་འབེབས་ཆེན་པོས་བོད་མིའི་སྒྲིག་འཛུགས་འདི་ཉིད་བོད་མི་ས་ཡ་དྲུག་གི་ཁྲིམས་མཐུན་ངོ་མཚར་དང། རང་དབང་ཅན་གྱི་མགྲིན་ཚབ་པ་ཞིག་ཡིན་ཞེས་བརྗོད་ཐུབ། རྒྱ་ནག་གཞུང་ནས་མི་ཐོག་གསར་རྙིང་གི་འགོ་ཁྲིད་འཕོ་འགྱུར་སྐབས་བོད་མིའི་རང་དབང་འཐབ་རྩོད་ཀྱི་ལས་འགུལ་ལ་ཉམས་ཉེས་ཡོང་རྒྱུའི་རེ་སྟོང་བཅངས་བ་ནི་ནམ་ཡང་སྒྲུབ་ཐབས་མེད་པ་ཞིག་ཡིན་ཞིང། བོད་མིའི་འགྱུར་བ་མེད་པའི་སྙིང་སྟོབས་དང་མི་ཐོག་རྗེས་མ་ཚོས། ཤེས་ཡོན་གྱི་ནུས་ཤུགས་གཉིས་ལ་བརྟེན་ནས། ཇེ་སེར་བོད་ལ་རང་དབང་སླར་གསོ་མ་བྱུང་བ་དེ་སེལ་དུ། བོད་མིའི་མགོ་ཁྲིད་དང་འཐབ་རྩོད་ཀྱི་སྟབས་ཤུགས་རྒྱུན་གནས་དང་གོང་འཕེལ་ཡོང་རྒྱུ་རེད། རྒྱ་ནག་གཞུང་གིས་བཤད་པ་ལྟར་བོད་མི་ཚོར་རང་དབང་དང་འདྲ་མཉམ་གྱི་ཐབས་དང་ཡོད་པ་བདེན་པ་ཡིན་ན། བོད་ནང་མང་གཙོའི་ལམ་ལུགས། ཇི་བཞིན་ཕྱི་གསལ་ནང་གསལ་དང། དྲང་མཉམ་གྱི་འོས་བསྡུའི་ཐབས་དང་སྤྲོད་དགོས། ད་བར་བོད་རང་སྐྱོང་ལྗོངས་ཟེར་བའི་དམངས་གཙོའི་གྲོང་ཁྱེར། བོད་རིགས་གཅིག་ཀྱང་བསྐོ་གཞག་བྱུང་མྱོང་མེད་ཅིང། དབང་ཆ་ཅན་གྱི་གཞུང་གི་གོ་གནས་ཕལ་མོ་ཆེ་བ་རྒྱ་རིགས་ཀྱིས་བཟུང་ཡོད། ལས་བྱེད་པའི་བརྒྱ་ཆ་ལྔ་བཅུ་ལྷག་རྒྱ་རིགས་ཡིན་པ་དང། བརྒྱད་ཀྱིས། བཟོ་ཚོང་སྡེ་ཚན་གྱིས་བརྒྱ་ཆ་བདུན་ཅུ་སྐོར་རྒྱ་མིས་དབང་བཟུང་བྱེད་བཞིན་ཡོད། མཐོ་རིམ། ལྷ་འབྲི་དང། གཙུག་ལག་བླ་གྲྭ་ཐོན་པའི་བོད་རིགས་བརྒྱ་ཆ་བཞི་བཅུ་སྐོར། བཞི་བཅུ་སྐོར་ལ། འཚོ་རྟེན་ལས་ཀ་མེད་པར་ལྷག་ཡོད། བོད་ཀྱི་གནད་དོན་ནི། བོད་མི་ས་ཡ་དྲུག་གི་བདེ་དོན་ཁོ་ན་མ་ཡིན་པར། ས་ཡི་གོ་ལ་ཡོངས་རྫོགས་ལ། ཕན་དང་འབྲེལ་བ་ཞིག་ཡིན། སྐད་ཡིག་དང་ནང་དོན་རིག་པ། ལོ་རྒྱུས་དང་བཅས་པས་བོད་ཀྱི་ཐུན་མོང་མ་ཡིན་པའི། རིག་གཞུང་ལ་སྲུང་སྐྱོབ་ངེས་པར་བྱེད་དགོས། བོད་ཀྱི་མཐོ་སྒང་གི། གོ་ལའི། ལྷོ་བྱང་གི། གནས་ཉིད་ཐོས་པའི། འཁྱགས་རོམ་གྱི། ལྟེ་གནས། ཆེ་ཤོས་དེ་ཡིན་པས། འཛམ་གླིང་གི། སྣེ་ཟིན་པ་ལྟ་བུ། ཡིན་པ་དང། མི་འབོར། དུང་ཕྱུར་བཅོ་ལྔ་ལྷག་གི། འཚོ་གནས་དང། འབྲེལ་བ་ཡོད་པའི། གཙང་ཆུ། ཕྱེད་ཀ་བཅུའི། འབྱུང་ཁུངས་ཀྱང་ཡིན། དེ་བཞིན་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་སླད། བོད་ནས་ལོ་རེར་ཨ་སྒོར་ཐེར་འབུམ་མང་པོས་རིན་ཐང་ཅན་གྱི་གཏེར་ཁ་སྔོག་འདོན་བྱེད་བཞིན་ཡོད་པ་དང། ལོ་གྲངས་བཅུ་ཕྲག་ཁ་ཤས་རིང། ཤི་ན་སྤྱོད་འབྲས་རྒྱུན་ཆད་མེད་པར་བྱས་པ་ལ་བརྟེན་ནས་བོད་ཀྱི་གདོད་མའི་ནགས་ཚལ། ཤེས་སླ། རྩ་མེད་དུ་བཏང་ཟིན་ཡོད། དེར་བརྟེན། བོད་ཀྱི་ཁོར་ཡུག་སྲུང་སྐྱོབ། བྱ་རྒྱུ་ནི། འཛམ་གླིང་སྤྱི་ཡོངས་ཀྱི། འགན་ཁུར་ཞིག་ཆགས་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར། རྒྱ་ནག་གིས་བོད་བཙན་བཟུང། བྱས་སྐབས། སྤྱི་ཚོགས་རིང་ལུགས་ཀྱི། ལྷ་ཡུལ་བསྐྲུན་རྒྱུའི། ཁས་ལེན་བྱས་ཡོད་ཀྱང། དངོས་དོན་དུ། བོད་མི་རྣམས་དྲང། བོད་མི་རྣམས། དངོས་ཡོད་དུ། བོད་མི་རྣམས། གྲལ་རིམ་གཉིས་པའི་མི་སེར་ལྟ་བུར་གྱུར་ཡོད་པ་དང། བོད་མི་ཚོ། ཞི་བའི་སྒོ་ནས་རྒྱ་ནག་གི་རྩ་ཁྲིམས་ནང་གསེར་རི། གཞི་རྩའི་ཐབ་ཐང། སྤྲོད་ཆེད། འདུ་འཛོམས་ཡང། གཞི་རྩའི་ཐབ་ཐང་རྩོད་ཆེད་དུ། འདུ་འཛོམས་ཡང། བྱེད་ཆོག་གི་མེད་པ། དཔེར་ན། འདི་ལོ་ཟླ་དང་པའི་ཚེས་ཉི་ཤུ་རྩ་གསུམ་དང་རྩ་བཞི། རྒྱ་ནག་གིས་ཕྱི་ཚེས་དུས་ཆེན་སྐབས། བོད་མིའི་ཐོག་མེ་མདའ་བརྒྱབ་སྟེ་བསད་པ་དང་འཛིན་བཟུང་བྱས་ཡོད། རང་སྐྱོང་བོད་རང་སྐྱོང་ལྗོངས་ཟེར་བའི། དམར་ཚོགས་ཀྱི་འཐུས་མི་རྣམས་ལ། བོད་མི་ཤི་འཁོར་བ་ཚོའི་ཐོག། དམར་སྤྱང་རྒྱུའི་གྲ་སྒྲིག་དགོས་ཚུལ་བཀོད་འདོམས་ཀྱང་བྱས་ཡོད། དེ་ཡི་ལྡོག་ཟླར། ཀོང་ཏུང་ཞིང་ཆེན་གྱི་ཝུའུ་ཀན་དུ་ས་གནས་ཡུལ་མི་ཚོས་བདུན་ཕྲག་ཁ་ཤས་རིང་ངོ་རྒོལ་བྱས། ངོ་རྒོལ་བྱས་ཡོད་སྐབས། ཞིང་ཆེན་གྱི་འགོ་ཁྲིད་ཚོས་ངོ་རྒོལ་བའི་གཞི་རྩ་ལ་བརྙས་འཇོག་གིས་མཐའ་དཔྱོད་བྱས་པ་མ་ཟད། འོས་བསྡུའི་ལམ་ནས་གྲོང་སྡེའི་འགོ་ཁྲིད་གདམ་རྒྱུར་རྒྱབ་སྐྱོར་དང། ངོ་རྒོལ་བྱེད་མཁན་འགོ་ཁྲིད་གཅིག་གྲོང་སྡེའི་དམར་ཚོགས་ཀྱི་དྲུང་ཆེར་བསྐོ་གཞག་ཀྱང་བྱས་ཡོད་པ་རེད། བོད་མི་ཤེས་ཡོན་ཅན་དང་སྒྱུ་རྩལ་བ། མགོ་ཁྲིད་རྣམས། རང་རྒྱུད་འཛིན་བཟུང་དང་བཙོན་འཇུག་བྱས་པ། ཉེ་ཆར། རྒྱ་གར་ནས། གནས་སྐོར་རྗེས་བོད་ལ་ཕྱིར་ལོག། བྱེད་མཁན་བོད་མི་སྟོང་ཕྲག་ཁ་ཤས་བཀག་ཉར་དང། མང་པོ་ཞིག་གར་སོང་ཆ་མེད་སོང་བ། གྲྭ་བཙུན་སོགས་བོད་མི་མང་པོ་རྒྱལ་གཅེས་ཆོས་གཅེས་ཟེར་བའི། སླབ་གསོ། སླབ་གསོས་འཛིན་གྲྭར་བཏང་སྟེ། གོང་ས་མཆོག་ལ་འཚམས་མེད་ཞུ་རུ་བཅུག་པ། བོད་མི། ས་ཁུལ་ཁག་ཏུ། རྒྱལ་སྤྱིའི་གསལ་འགོད་པ་དང། ཤེས་རྒྱའི་མི་སྣ། འགྲོ་སྐྱོད་མི་ཆོག་པར་བཟོས་པ་བཅས་ཀྱི་གནས་ཚུལ་བྱུང་ཡོད། ཉེ་སྔོན། རྒྱ་རིགས་མཁས་པ་ཞིག་གིས། དེང་སང་བོད་ཀྱི་རྒྱལ་ས་ལྷ་སར་བོད་མི་ལས་རྒྱ་རིགས་མང་བ་དང། གྲྭ་པ་ལས་ཉེན་རྟོག་པ་མང་བ། ཁང་པའི་སྒེའུ་ཁུང་ལས་སོ་བཏེགས་པ་བཅས་མང་བ་འདུག་ཅེས་བྲིས་ཡོད་པ་ལྟར། ད་ལྟའི་ཆར། བོད་ཀྱི་ས་གནས་ཡོངས་རྫོགས། ཡོངས་གྲགས་མ་བྱས་པའི་གྲགས་པའི་ཁྲིམས་བཞི་འོག་གནས་ཡོད། བོད་ནང། གནམ་ཐང་མང་པོ་གསར་སྐྲུན་དང། དམག་གི་རུ་ཁག་མང་པོ་གསར་འཛུགས། ཁྱིམ་མཚེས་རྒྱལ་ཁབ་ཁག་གི་ས་མཚམས་བར་མེ་འཁོར་ལྕགས་ལམ་འཛུགས་སྐྲུན། རྒྱ་སྐྱེད་གོ་ལ་ཅན་གྱི་སོག་དམག་སྟོང་ཕྲག་མང་པོ་སྒྲུབ་འཇོག་བྱས་པ་བཅས་ཀྱི་སྒོ་ནས། བོད་ཀྱི་དྲག་པོའི་རྟེན་གཞི་མང་ཤོས་ཀྱི་ས་ཁོངས་ཤིག་ཏུ་གྱུར་ཡོད། དེང་སྐབས་བོད་ནང། གསལ་བྱེད་ངོ་རྒོལ་ལྟ་བུར། ལུགས་མཐུན་གྱི་ཕྱི་རྒོལ་རིགས་དང། ཐ་ན། ཤི་བའི་འདུ་འཛོམས་ཙམ་ཡང། བྱེད་ས་མེད་པར་བརྟེན། བོད་མི་རྣམས་འུ་ཐུག་ཐབས་ཟད་གྱུར་ཏེ། ཕྱི་ལོ་ཉིས་སྟོང་དགུ་ནས་བཟུང་ད་བར། བོད་མི་ཉི་ཤུ་རྩ་དྲུག་ཡིས་རང་ལུས་མེ་སྲེག་བཏང་བའི་ཡིད་སྐྱོན། དོན་རྐྱེན། བྱུང་ཡོད་ཅིང། གོང་ས་མཆོག་དང་བཀའ་ཤག་ནས་ཚབས་ཆེའི་ལས་འགུལ་དེ་ཡི་རིགས་མི་སྤེལ་བའི། འབོད་སྐུལ་གནང་ཡོད་ཀྱང། འདི་ལོ་ཕྱི་ཟླ། འདི་ལོ། ཕྱི་ལོ་ཉིས་སྟོང་བཅུ་གཉིས། གཅིག་པོའི་ནང། རང་ལུས་མེ་སར་བཏང་བའི་དོན་རྐྱེན་ཅི་བཞི་བྱུང་ཟིན་ཡོད། དོན་རྐྱེན་དེ་དོན་རྐྱེན་དེ་དག་གི་འགན་ཁུར་ཆ་ཚང། ཕྲག་ཟུང་ཅན་གྱི་རྒྱ་ནག་གི་མགོ་ཁྲིད་ཚོར་ཡོད་ཅིང། རང་སོ་ཡིས་དོན་རྐྱེན་དེ་དག་གིས་སྤྱི་ཚོགས་རིང་ལུགས་ཀྱི་ལྷ་ཡུལ་ཟེར་བའི་དམ་བཅའ་སྟོང་པ་དེར་དགག་ལན་ནན་པོ་བརྒྱབ་ཡོད། བོད་མིའི་འཐབ་རྩོད་ནི་རྒྱ་ནག་མི་དམངས་ངམ་རྒྱལ་ཁབ་ལ་ཁ་གཏད་བཅག་པ་ཞིག་མ་ཡིན་པར། རྒྱ་ནག་མི་དམངས། སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་ཇུས་ལ་ཁ་གཏད་བྱས་པ་ཞིག་ཡིན། རྒྱ་གཞུང་ནས་བོད་ནང་གི་གཞི་རྩའི་དཀའ་ངལ་གྱི་གནས་སྟངས་ལ་ངོས་ལེན་བྱེད་དགོས་པ་དང། དཀའ་ངལ་དེ་དག་དྲག་པོའི་ཐབས་ལམ་གྱིས་སེལ་མི་ཐུབ་པ་ལ་ངོས་འཛིན་བྱེད་དགོས། བོད་ཀྱི་དཀའ་རྙོག་སེལ་ཐབས་སུ་ཕྱི་ལོ་ཉིས་སྟོང་བརྒྱད་དང་ཕྱི་ལོ་ཉིས་སྟོང་བཅུ་སོ་སོར་སྤྲད་པའི་བསམ་འཆར་དང་དེའི་འགྲེལ་བརྗོད་ཡིག་ཆའི་ནང་དོན་ལྟར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས། རྩ་ཁྲིམས་ཀྱི་སྒྲིམ་གཞིའི་འོག་མིང་དོན་མཚུངས་པའི་རང་སྐྱོང་གི་གནས་བབ་ཅིག་ཡོང་ཐབས་བྱེད་པའི། ཉེས་མེད། གཉིས་མེད་དབུ་མའི་ལམ་གྱི་སྲིད་བྱུས་ལ། པེ་ཅིན་སྲིད་གཞུང་གིས་ངོས་ལེན་བྱེད་དགོས་པར་སྐྱེལ་སྐུར་བྱ་རྒྱུ་ཡིན། ཧོང་ཀོང་དང། མེ་ཀའོ་ལ། ཚད་མཐོའི་རང་སྐྱོང་སྤྲད་ཡོད་པ་དང། ཐའེ་ཝན་ནང། འགལ་ཟླ་ཡོང་བཞིན་དུ། ཚད་མཐོའི་རང་སྐྱོང་སྤྲད་རྒྱུའི་ཁས་ལེན་བྱས་ཡོད། བོད་མི་ཚོར་ད་བར། རྩ་ཁྲིམས་ནང་གསལ་བའི། རང་སྐྱོང་མི་འདོད་མཚུངས་པ་ཞིག། སྤྲད་མི་དགོས་པའི་རྒྱུ་མཚན་གང་ཡིན་ནམ། རྒྱ་ནག་གི་མགོ་ཁྲིད་གསར་པ་ཚོས། བསྒྱུར་བཅོས་སྒོ་དབྱེ་ངོ་མ་ཞིག། བྱེད་རྒྱུ་དང། ད་བར། ལོ་རྒྱུས་ཐོག་བཟུང་བའི། ཁྲག་བཟང་གི་སྲིད་བྱུས་ལས། གྲུབ་འབྲས་མ་བྱུང་བར་ངོས་ལེན་དང་སྦྲགས། ནོར་འཁྲུལ་ཡོ་བསྲང་བྱེད་པའི་རེ་བ་བྱེད་ཀྱི་ཡོད། ལོ་རྒྱུས་ཐོག། བོད་ལ་རང་བཙན་གྱི་གནས་བབ། བྱུང་ཡོད་པ་དང། རྒྱལ་སྤྱིའི་ཁྲིམས་ཐོག་ནས། བོད་མི་རྣམས་ལ། རང་ཐག་རང་གཅོད་ཀྱི་ཐབས་སྟངས་ཡོད་ཀྱང། ང་ཚོས་ཕྱོགས་གཉིས་ཀར་ཕན་ཐོགས་ཡོད་པའི་ཐབས་ལམ་ཞིག་གི་ཐོག་བབས་ཏེ་འགྲིག་ཐབས་བྱས་ཡོད། རྒྱ་རིགས་མི་དམངས་དང། ཤེས་ཡོན་ཅན་རྣམས་ཀྱིས། བོད་མི་ཚོས་ཞི་རྒོལ་དང་རང་ལུས་མེར་སྲེག་གཏང་དགོས་པའི་རྒྱུ་མཚན་གང་ལ་ཐུག་མིན་ཤེས་རྟོགས་ཐུབ་པ་བྱེད་དགོས། འབྲེལ་མོལ་དང་ཤེས་བའི་ཐབས་ལམ་གྱི་སྒོ་ནས་བོད་དོན་ཐག་གཅོད་ཡོང་ཐབས་བྱ་རྒྱུ་དེ་ཉིད། རྒྱ་བོད་མི་རིགས་གཉིས་ཀའི་ཁེ་བཟང། མི་རིགས་གཉིས་ཀའི་ཁེ་ཕན་བཟང་ཤོས་སུ་གྱུར་ཡོད། ང་ཚོའི་ངོས་ནས་འབྲེལ་མེད་མེད་དུ་བྱེད་སླད། ཀུན་རྫོབ་སྟོང་གི་གྲ་སྒྲིག་ཡོད་ཀྱང། བར་ལམ་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱིས། ཀུན་རྫོབ་ཀྱི་ནུས་ཤུགས་མང་ཆེ་བ་འཛམ་གླིང་གང་སར་བསྐྱོད་དེ། གོང་ས་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ཁྲི་པ་ལ་སྐྱོན་འཛུགས་བྱེད་རྒྱུའི་ཐོག་བེད་སྤྱོད་བཏང་ཡོད་དེ། བོད་ཀྱི་གནས་བརྟན་རྒྱལ་སྤྱིའི་རང་བཞིན་ཅན་དུ་སྔར་བས་ཀྱང་ལྷག་པར་གྱུར་ཡོད། མཉམ་འབྲེལ་རྒྱལ་ཚོགས་བཙུགས་པའི་དགོས་དོན་གཙོ་བོ་ཞིག་ནི། འགྲོ་བ་མིའི་ཐབ་ཐང་སྲུང་སྐྱོབ་བྱེད་ཆེད་ཡིན་པ་ལྟར། མཉམ་འབྲེལ་རྒྱལ་ཚོགས་ནས་རང་ཉིད་ཀྱི་དགོས་དོན་མ་བརྗེད་པ་གནང་དགོས་པ་དང། བོད་ནང་གི་རྫ་དྲག་གནས་སྟངས་སེལ་ཐབས་སུ་དམིགས་བསལ་ཀུན་སྤྱོད་གཏོང་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན། དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་དང་གསར་འགྱུར་བརྒྱུད་ལམ་རྣམས་ཀྱིས་བདེན་གཏམ། བཀའ་གཏམ་དང། རྫུན་གཏམ། དྲིལ་བསྒྲགས་ཀྱི། སྒྲིབ་གཡོགས་བསལ་བྱེད། བོད་ནང་དངོས་ཡོད་གནས་ཚུལ་རྟོག་ཞིབ་ཅེས་པའི་ཚོགས་ཆུང་གཏོང་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན། དགེ་མཚན་མེད་པའི་སེམས་འགུལ་མཐུན་ཚོགས་ཀྱིས་བོད་ཡུལ་ཡོངས་ནས།

དེ་ལྟར་བསྟན་གཞི་ཅིས་ཆོས་སྐུ་མི་འདུག། ཅེས་བརྗོད་ཡོད། ཨེ་སངས་དང། སར་ནེ། རྒྱལ་ཚོགས་གཉིས་ཀྱི། ཚོགས་མི་རྒྱལ་ཁབ་རྣམས་ནས། བོད་ཀྱི་ས་ཡི་ཆར་འབབ་དང། གཙང་ཁང་ཆེ་བའི་བོད་ཀྱི་ཁོར་ཡུག་གི་གནས་བབ་ལ་བསམ་སྟེ། སོ་སོའི་ས་གནས་རྒྱལ་ཚོགས་ཀྱི་གྲོས་གཞིའི་ནང་བོད་ཀྱི་གནད་དོན་ཡང་འཇོག་ཐབས་ཡོང་བའི་འབོད་སྐུལ་ཞུ་རྒྱུ་ཡིན། རྒྱ་ནག་གིས་བོད་ཀྱི་དཀའ་རྙོག་སེལ་ཐུབ་ཚེ། ཨེ་ཤེ་ཡི་གླིང་ཆེན་ཁུལ་གྱི་ཞི་བདེ་ལྷིང་འཇགས་ལའང་ཕན་ཐོགས་བསྒྲུབ་ཐུབ། བཙན་བྱོལ་དུ་ཡོད་པའི་བོད་མི་ཚོས་གཞིས་བཞུགས་སྤུན་ཟླ་རྣམས་ཀྱི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེ་དང་རྒྱབ་སྐྱོར་ཞུ་དགོས་པ་དང། བོད་ཀྱི་རང་དབང་སླར་གསོའི་དང་བདེ་དོན། འཐབ་རྩོད་ཀྱི་ལས་འགུལ་གྱི་གནས་ཚུལ་གོང་མཐོར་གཏོང་སླད། ཤེས་ཡོན་གྱི་ལས་དོན་གལ་གནད་ཆེ་ཤོས་སུ་བརྩིས་ཏེ། དཔྱད་དོན་ལྷག་བསམ་ཅན་དང་ཤེས་ཡོན་ཅན་གྱི་མགོ་ཁྲིད་གང་མང་གསོ་སྐྱོང་ཐུབ་པ་བྱེད་དགོས། བསྟན་སྲིད་མི་རིགས་ཀྱི་དོན་དུ། རང་བཟོ། བློས་བཏང་གནང་མཁན། རྣམས་ཀྱི་ཆེད། རེ་ས་ལྷག་པ་ནམ་ཡིན་ལ། གཟུངས་སྔགས་ཡིག་དྲུག་དང་འབྲེལ། བསྔོ་སྨོན་མཚམས་སྦྱོར། བྱེད་དགོས་པ་དང། ལོ་ན་གཞོན་པ་ཚོས། དེ་ཉིན། དེ་ཡི་ཉིན། བོད་ཆས་གྱོན་པ་སོགས། རང་གི་ཕ་མེས་ནས་ཡོད་པའི། གོམས་གཤིས་དང། རིག་གཞུང་གི་ཁྱད་ནོར་རྣམས་ལ། བཀའ་བབས་ཀྱི་སྒོ་ནས། སློབ་སྦྱོང་དང། ཉམས།

རྒྱལ་ཁབ་ཀྱི་དབུས་དང་མངའ་སྡེའི་འཐུས་མི་ཚོར་བོད་དོན་སྐོར་དང། བོད་ནང་གི་ད་ལྟའི་གནས་སྟངས། རྒྱ་ནག་གཞུང་གི་སྲིད་བྱུས་འཛིན་སྟངས། གོང་ས་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་གཞན་སོགས་འགྲེལ་བཤད་བྱས་ཏེ་གོ་རྟོགས་ཐུབ་པ་བཟོ་དགོས། བོད་དང་བོད་མིའི་རྩ་དོན་རྒྱབ་སྐྱོར་ཆེད་གྲོས་ཆོད་གཏན་འབེབས་ཡོང་ཐབས་དང། བོད་སྐོར་རོང་ལི་གོ་སྒྲིག། བོད་མིའི་དབུ་ཁྲིད་དང་སྒྲིག་འཛུགས་ཀྱི་ཆེ་མཐོང་གོང་མཐོར་གཏོང་བའི་ལས་འགུལ་སྤེལ་ཐབས་བཅས་གནང་དགོས། སྐབས་བཅུ་བཞི་པའི་བཀའ་ཤག་གིས་ཆིག་སྒྲིལ་དང་གསལ་སྟོན་རང་ཁ་རང་གསོ་བཅས་ཀྱི་ལྟ་གྲུབ་ལ། ལྟ་གྲུབ། ལམ་སྟོན། གཞི་རྩར་བཟུང་སྟེ། བོད་མིའི་རྩ་དོན་དམིགས་ཡུལ་སྒྲུབ་ཐབས་དང། བོད་མིའི་སྤྱི་ཚོགས་དང། འཛུགས་སྐྲུན་ཁག། དུས་རབས་ཉེར་གཅིག་པའི། དུས་ཆེན་གསུམ་པ། བཟོ་ཐུབ་ལ། འབད་བརྩོན་གང་ཡོང། འབད་བརྩོན་གང་ཡོད། བྱེད་རྒྱུ་ཡིན། གཞན་ཡང། བོད་མི་ཡོངས་དང་བོད་དོན་རྒྱབ་སྐྱོར་བ་ཚོས་ལས་འགུལ་དང། ཨོ། བོད་མི་ཡོངས་དང་བོད་དོན་རྒྱབ་སྐྱོར་བ་ཚོས་ལས་འགུལ་ག་འདྲ་ཞིག་སྤེལ་རུང་ཤེས་པའི་སྒོ་ནས་དང། ཡུལ་ཁྲིམས་དང་མི་འགལ་བ། ཆེ་མཐོང་ལྡན་པ་ཞིག་ངེས་པར་གནང་རོགས་ཞེས་དགོས་མཁོ་ཤོད་རྒྱུ་ཡིན། འཚེ་བ་མེད་པ་དང། དམངས་གཙོའི་ལམ་ལུགས་ནི། རང་རེའི་འགྱུར་བ་མེད་པའི་རྩ་བའི་ལྟ་གྲུབ་གཉིས་ཡིན་པ་དུས་རྟག་ཏུ་དྲན་དགོས། སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས། མཚུངས་ཟླ་མེད་པའི་མཁྱེན་རླབས་དང། སྐུ་ཡི་གསང་བ་གསུམ་ལ་ཚུལ་བསྟན། སྐུ་དགར་གྱི་མཚམས་མ་མ་རག་པར། རང་ཅག་བོད་འབངས་སྐྱེ་འགྲོ་ཡོངས་ཀྱི། བསོད་ནམས་ཀྱི་དཔལ་དུ་བཞུགས་པ་ནི། ཆེས་ཤིན་ཏུ་མཉེས་པར་དཀའ་བའི་སྐལ་བཟང་གི་གནས་སྐབས་ཡིན་པས། དགའ་སྐམ་དང་བཀའ་དྲིན་སྙིང་བཅངས་ཤེས་བཞིན་ཡོད། གོང་ས་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དགུ་པའི་ཚེས་ཉེར་བཅུ་རྩ་བཞི་ཉིན། སྐུ་ཡི་ཡང་སྲིད་ཕེབས་ཞོར་སྐོར་གལ་ཆེ། བཀའ་ཡིས་བསྩལ་བར། བཀའ་ཤག་གི་ངོས་ནས་མཐའ་གཅིག་ཏུ་རྒྱབ་སྐྱོར་ཞུ་རྒྱུ་ཡིན། དོན་གནད་དེའི་ཐད་མཐའ་འཁྱོལ་གནང་རྒྱུའི། སྐུ་དབང་ཡོངས་རྫོགས་གོང་ས་མཆོག་ཁོ་ན་ལ་ཡོད་པ་ལས་རྒྱ་ནག་དམར་པོའི་གཞུང་ལ་ཐེ་བྱུས་བགྱི་དབང་སྤུ་ཙམ་མེད། གོ་སྐབས་འདི་བརྒྱུད། བོད་མིའི་གནད་དོན་ཐོག་རོགས་རམ་རྒྱབ་སྐྱོར་གནང་མཁན། སྲིད་གཞུང་ཡོངས་དང། ཁྱད་པར། ཨ་རི་དང་ཡུ་རོབ་དང་ཨེ་ཤི་ཡི་སྲིད་གཞུང་ཁག་དེ་བཞིན་བོད་དོན་རྒྱབ་སྐྱོར་ཚོགས་པ་ཁག། གང་ཟག་སྒེར་གཅེས་ཚང་མར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། བོད་དོན་རྒྱབ་སྐྱོར་གནང་མཁན་གྲོགས་པོ་སང་ཉིན་ཚང་མར་རྒྱབ་སྐྱོར་མོད་དུ་གནང་རོགས་ཞུ་རྒྱུ་ཡིན། རྫ་དྲག་གི་དུས་སྐབས་འདིར་ང་ཚོར་ཁྱེད་ཚོར་སྔར་བས་དགོས་མཁོ་ཆེ་བ་ཆགས་འདུག་བོད་མི་མང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་བཀའ་ཤག་གི་ལས་དོན་གང་ཅིའི་ཐོག་མཐུན་འགྱུར་དང། སྙན་རབས་ཧ་ཅང་བཟང་པོ། གནང་སྐྱོང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ལྷག་དོན། འདས་པའི་ལོ་བཅུ་ཕྲག་ལྔ་ཡི་ལྷག་རིང། རྒྱ་གར་གཞུང་མང་གཉིས་ནས། གཏོང་ཕོད་ཆེན་པོས་ང་ཚོར། མཐུན་འགྱུར་རོགས་རམ་གནང་བའི། བཀའ་དྲིན་ནམ་ཡང་བརྗེད་ཐབས་མེད། ཁྱད་པར་འཕྲལ་ནས་བོད་མི་ཆབ་སྲིད་མགོ་ཁྲིད་ཀྱིས། འགན་ཁུར་བླངས་རྗེས། དེའི་ཐད། མྱོང་ཚོར་སྔར་ལྷག་བྱུང་བས། དམིགས་བསལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། གཞིས་བཞུགས། བོད་རིགས་སྤུན་ཟླ་རྣམས་དུས་རྟག་ཏུ་ང་ཚོ་གཉིས་མུས་སུ་མ་བརྗེད་པར། ཡོད། ཅེས། བྱེད་ཚེ་བོད་ནང་རང་དབང་བསྐྱར་གསོ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དུ་གདན་འདྲེན་ཞུ་མ་ཐུབ་ཀྱི་བར་དུ། མ་ཐུབ་ཀྱི་བར། ཞི་རྗེ་བོད་མི་རྣམས་གོམ་པ་མཉམ་སྒྲོག་དང། སེམས་ཁུར་མཉམ་སྐྱེད་གནང་དགོས་ཞེས་ཞུ་རྒྱུ་ཡིན། མཐའ་དོན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག། སྐུ་ཚེ་ཤེས་དཔལ་བསྐལ་བརྒྱའི་བསྟན་ཅིང་ཐུགས་ཀྱི། བཞེད་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་དང། རང་ཡུལ་གངས་ཅན་གྱི་ཞིང་དུ། རང་དབང་དང་གཞི་བྱེས་མཉམ་འཛོམས་ཀྱི། སྐལ་བཟང་ཉི་མ་མྱུར་དུ་ཤར་བའི། སྨོན་འདུན་ཞུ་རྒྱུ་བཅས། བཀའ་བློན་ཁྲི་པ་བློ་བཟང་སེང་གེས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་ལ། ཡོང་ཁུངས། བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ།

ལྔ་བཅུ་ང་གསུམ་པ་སྲུང་བརྩི་གསར་བརྗེ་ཞུས་ཡོད། དེ་ཡང་ཨུ་རུ་སུའི་རྒྱལ་ས་མོ་སི་ཀོ་ནང་དུ་དེ་ཉིན་སེམས་སྐྱིད་བསྟན་གྱི་མཛད་སྒོའི་ཐོག་མོ་སི་ཀོའི་རྟེན་གཞི་བྱས་པའི་བླ་མ་ཙོང་ཁ་པ་རྣམ་པའི་ཆོས་ཚོགས་ཀྱི་གཙོ་འཛིན་སྐུ་ཞབས Dmitry Tvryanikov ཀོ་ཕུ་རུབ་ལགས་ཀྱིས་ཐོག་མར་རྒྱལ་བའི་སྐུ་པར་ཐུང་གྲུ་རིན་པོ་ཆེར་མཇལ་དར་ཕུལ་ཏེ་མཛད་སྒོ་དང་འབྲེལ་བའི་ངོ་སྤྲོད་གསུང་བཤད་གནང་དོན། བོད་མི་རིགས་ཀྱི་དོན་དུ་རང་སྲོག་དོར་བའི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ་རྗེས་དྲན་དང་ཉེ་བསྔལ་གུས་བཏུད་ངག་བཅད་སྐར་མ་གཅིག་རེ་ཞུས། དེ་ནས་ཨུ་རུ་སུའི་ཀུན་རྫོབ་དོན་གཅོད་ངག་དབང་རབ་རྒྱས་ལགས་ཀྱིས་བོད་མིའི་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ངོ་བོ་དང་གལ་གནད་ཆེ་ཚུལ་སྐོར་ངོ་སྤྲོད་གནང་བ་མ་ཟད་གསུམ་བཅུ་དུས་དྲན་ཐེངས་ལྔ་བཅུ་ང་གསུམ་པའི་ཐོག་བཀའ་ཤག་གི་གཏམ་བཤད་ཨུ་རུ་སུའི་སྐད་ཡིག་ཐོག་ཕབ་བསྒྱུར་གནང་བ་དེ་སྒྲོག་སྦྱང་གནང་ཡོད། གཞན་ཡང། དུས་དྲན་དང་སྟབས་བསྟུན་ཕྱི་ལོ་ཉིས་སྟོང་དགུ་ནས་བོད་བསྟན་སྲིད་མི་རིགས་ཀྱི་དོན་དུ། ད་བར་བོད་མི་ཉི་ཤུ་རྩ་དྲུག་གིས་རང་ལུས་མེར་སྲེག་བཏང་ཡོད་པར་སྔོན་རྣམས་ལ་གུས་བཀུར་ཞུས་ཡོད། ཕྱོགས་མཚུངས། བླ་མ་བཙུན་མཁར་པ་ནང་པའི་ཆོས་ཚོགས་ཀྱི། ཆོས་དགེའི་དགེ་བཤེས་བྱམས་པ་འཕྲིན་ལས་ལགས་ཀྱིས། ནང་ཆོས་ལ་དོ་སྣང་དང། སྲུང་སྐྱོབ་བྱེད་རྒྱུའི་གལ་གནད་སྐོར་སོགས་གསུངས་གནང། གསུང་བཤད་གནང། མཛད་སྒོའི་སྐབས་བོད་མི་དང་ཨུ་རུ་སུའི་རྣམ་པ་ཁག་ཅིག་དེ་བཞིན་ཨུ་རུ་སུའི་བོད་དོན་རྒྱབ་སྐྱོར་ཚོགས་མི་བཅས་མཉམ་ཞུགས་གནང་ཡོད། གཞན་ཡང་ཨུ་རུ་སུའི་གྲོང་ཁྱེར།

སྒྲ་བླན་བསྟར་མཆིས། ཡབ་ལ་དེ་བཞིན། ཨར་ཀི་ཆན་ལགས་བཅས་ཀྱིས་དབུ་ཁྲིད་དེ་ཨུ་རུ་སུ་གཞུང་གིས་བོད་ཀྱི་སྐྱབས་མགོན་ཏཱ་ལའི་བླ་མ་མཆོག་ལ་མཐོང་ཆེན་བོད་དགོས་པ་དང་བོད་ལ་རང་དབང་དགོས་པ་སོགས་ཀྱི་སྦྱར་ཡིག་ལག་ཏུ་ཁྱེར་ཏེ་ལས་འགུལ་སྤེལ་ཡོད། ཕྱོགས་མཚུངས། ལྷད་མེད་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས། ཨེ་ལ་སི་ཐྲ། ནང་དུ། བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས། རྒྱལ་སའི། ཁྲོམ་གཞུང་ལྟེ་བར་འདུ་འཛོམས་གནང་སྟེ། རང་ལུས་མེ་སྲེག་གཏོང་མཁན་བོད་མི་ཉི་ཤུ་རྩ་དྲུག་པོ་འདྲ་པར་ལག་ཏུ་ཁྱེར་ཏེ། རྒྱ་མིས་མེ་མདའ་བརྒྱབ་སྟེ་བོད་མི་དམར་གསོད་བཏང་བ་རྣམས་ལ་རྨི་ལམ་གསུང་འདོན་གནང་ཡོད། སྐབས་དེར་བོད་ཀྱི་གྲོགས་པོ་ཞེས་པའི་ཚོགས་པ་དེའི་ཚོགས་གཙོ་ལྕམ་སྐུ་ཨེ་ཀྲི་ནི་ཡ་ཀན་ཀུའེ་ཝེ། ཁོང་སྐུའི་བྷི་ཡ་ལ་གྱི་བཀའ་ཤག་གི་གཏམ་བཤད་ཨུ་རུ་སུའི་སྐད་ཡིག་ཐོག་ཕབ་བསྒྱུར་ཞུས་པ་དེ་སྒྲོག་སྦྱང་གནང་ཡོད་དེ་བཞིན། ཐུ་བྷ་དང་བྷུར་ཡ་བཅས་ཡུལ་གཉིས་ཀྱི་རྒྱལ་སའི་ནང་དང། བོད་མི་སུམ་ཅུ་སྟེ་རིན་ཐང་ལྔ་བཅུ་ང་གསུམ་པ་སྲུང་བརྩི་ཞུ་ཆེད། སེར་བྱེས་དང། མཆོད་འབུལ་སྨོན་ལམ་སོགས་ལས་འགུལ་འདྲ་མིན་སྤེལ་ཡོད་པ་བཅས་ཡོང་ཁུངས། བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། ཤཱ་རིའི་བུ། མི་སེམས་ཅན་དུས་དྲན་ཐེངས་ལྔ་བཅུ་ང་གསུམ་པ་སྲུང་བརྩི་ཞུས་པ། འདི་གར་ཨ་རི་སྐུ་འཚོ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ། གྲོང་འཕར་ཀུན་དགའ་བཀྲ་ཤིས་ལགས་ཀྱིས་བཏང་གནས་ནང་འཁོད་དོན། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་ནི། བོད་མི་རྣམས་ཀྱིས། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་དམར་པོའི་དབང་སྒྱུར་ལ་ཞི་བའི་སྒེར་ལངས་བྱས་ནས་ད་བར་མི་ལོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་ཉིན་ཞཱ་ཨ་རིག་ས་གནས་ཁག་ས་གནས་ས་གནས་ཁག་ཉེར་བཞི་ཙམ་ནང་གནས་སྡོད་བྱེད་མཁན་གྱི་བོད་མི་ཚོས་རང་རང་གི་གནས་ཡུལ་ས་གནས་སུ་བརྗེད་པར་དཀའ་བའི་གལ་ཆེའི་ལོ་རྒྱུས་ཀྱི་ཉིན་མོ་དེར་དྲན་གསོའི་ཆེད་དུ་འདུ་འཛོམས་ཀྱི་ལས་འགུལ་གཞི་རྒྱ་ཆེ་ཆུང་སྣ་ཚོགས་ཤིག

སྤྱི་མཐུན། ཤིང་ཨ་རིག་སྤྱི་མཐུན་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས། དབུས་སེར་སྐྱ་མང་ཚོགས་དང། བོད་ལ་རྒྱབ་སྐྱོར་བྱེད་མཁན་ཕྱི་རྒྱལ་བ། མཉམ་འབྲེལ་རྒྱལ་ཚོགས་མདུན་དུ། དུས་ཚོད་ངེས་མེད་ཀྱི་གསལ་བརྗོད་ངོ་རྒོལ་གནང་བཞིན་པའི། ལྷག་བསམ་ཅན་གྱི་བོད་མི་སེམས་བསྐྱེད། ཁྱོད་མི་གྲངས་སུམ་སྟོང་བརྒལ་བ། ཁྱོད་མི་གྲངས་སུམ་སྟོང་བརྒལ་བ། མཉམ་ཞུགས་གནང་ཡོད། དངོས་གཞིའི་མཛད་སྒོ་འཛུགས་མ་གནང་སྔོན། མི་མང་རྣམས། ནེའུ་ཡོག་གྲོང་ཁྱེར་གྱི་སྤྱི་གླིང་ཞིག་ན་ལྷན་འཛོམས་ཐོག་གངས་སེང་གི་རྒྱལ་དར་དང་བརྗོད་ཚིག་སྣ་ཚོགས་འཁོད་པའི་ཚོན་ཁྲ་ཅན་གྱི་འཕྲེད་དར་དེ་བཞིན་རང་ལུས་མེ་ལ་སྒྲོན་ནས་རྒྱ་གཞུང་གིས་བོད་ལ་འཛིན་པའི་སྲིད་བྱུས་དེར་ངོ་རྒོལ་གནང་མཁན་ཚོས། བསྐུར་པར་འཁྱེར་བཞིན་དུ། རྔམ་སྟོན་ཁྲོམ་སྐོར་བྱེད་བཞིན་དུ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་ཚང་འཛོམས་གནང་ཡོད། དེ་རྗེས་རྒྱ་ཆེའི་དཔའ་བོ་དཔའ་མོ་རྣམས་ལ་ཉེ་བསྔལ་གུས་འདུད་སྐར་མ་གཅིག་དང་མི་མང་ལང་གླུ་སུམ་ཅུའི་དྲན་གླུ་བཅས་བཏང་རྗེས། ཤང་ཨ་རིག། སྤྱི་འཐུས་བཀྲ་ཤིས་རྣམ་རྒྱལ་དང། ཨ་རིའི་དཔོན་ཚོགས་དོན་གཅོད་བློ་བཟང་སྙན་གྲགས་ལགས་རྣམ་གཉིས་ནས། ཁག་སོ་སོར་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་ཀྱིས་གསུམ་བཅུའི་དུས་དྲན་གྱི་གསུང་བཤད་སྒྲོག་སྦྱང་གནང་གྲུབ་མཚམས། གོ་སྒྲིག་གནང་མཁན་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་ལས་སྣེ་རྣམས་དང། རྒྱ་གཞུང་བཙོན་ཁང་དུ་དཀའ་སྡུག་མྱོང་བཞིན་པའི་གློག་བརྙན་བཟོ་མཁན་དོན་འགྲུབ་དབང་ཆེན་ལགས་ཀྱིས་བཟའ་ཟླ་ལྷ་མོ། ལྷ་མོ་ཚུར་ལ་དང། སེར་བྱེས་ངོ་རྒོལ་དུ་བཞུགས་པའི། ཤིང་བཟའ་རིན་པོ་ཆེའི་སོགས་ནས། དུས་དྲན་དང་འབྲེལ་བའི། གསུང་བཤད་གནང་སྟེ་མཛད་སྒོ་གྲུབ་རྗེས། འདུ་འཛོམས་ནང་མཉམ་ཞུགས་གནང་མཁན་སེར་སྐྱ་མང་ཚོགས་རྣམས་ཀྱིས། ནིའུ་ཡོག་རྒྱ་ནག་གཞུང་ཚོམས་ཁང་གི་མདུན། ངོ་རྒོལ་སྐད་འབོད་དང་བསྡད་ནས། ཤེལ་སྒྲོག། གྲོང་ཁྱེར་ནེའུ་ཡོག་ནང་གི་འཁྲུག་ཆ་ཆེ་ཤོས་དང་མི་ཚོགས་མང་ཤོས་ཡོད་པའི། Fourteen Union Square། ས་ཁུལ་དུ། མཉམ་འཛོམས་ཀྱིས་མ་རྨོས་ཁྲོམ་སྐོར་དང་ངོ་རྒོལ་སྐད་འབོད་གཏམ་བཤད་བཅས་སྤེལ་ནས་ལས་འགུལ་མཇུག་བསྡོམས་གནང། དེ་ཉིན་ཀུན་རྫོབ་དོན་གཅོད་བློ་བཟང་སྙན་གྲགས་ལགས་དང། དོན་གཅོད་ཁང་གི། ལས་ཅན་རྣམས་ནི། སེར་བྱེས་ངོ་རྒོལ་གནང་བཞིན་པའི། བོད་མི་སེམས་ལ་འཚམས་འདྲི་དང། ཁོང་ཚོའི་བཏོན་པའི་དགོས་འདུན་དོན་ཚན་ལྔ་ལ། རྒྱབ་སྐྱོར། མཚོན་སླད། མཉམ་འབྲེལ་རྒྱལ་ཚོགས་འདུ། ཁོང་རྣམས་པར། གཟིགས་པར་ཕེབས་ཡོད། དམིགས་བསལ་གྱི་གནས་ཚུལ་ཞིག་ལ། འདི་ལོ་སུམ་ཅུ་དུས་དྲན་སྐབས། བྱ་ཨ་རིག་གཙོ་བོ་གྱུར་པའི་འཛམ་གླིང། ས་གནས་གང་སར་ཡོད་པའི་རྒྱ་རིགས་གྲོགས་པོ་ཚོགས་པ་འདྲ་མིན། འདི་མཆོད་དུང་གཞི་ནས། སུམ་ཅུའི་དུས་དྲན་ཐུན་མོང་གི། བསྒྲགས་གཏམ་ཞིག་སྤེལ་ཏེ། བོད་མིའི་སྤྱི་པའི་འཐབ་རྩོད་ལ་རྒྱབ་སྐྱོར་གྱི་རྣམ་པ་གསལ་པོ་མཚོན་པ་བྱས་པ་དེ་ནི་ང་མཐོང་དཀོན་པ་ཞིག་ཡིན་པ་མ་ཟད། རྒྱ་རིགས་ཤེས་ཡོན་ཅན་གཉིས་ཀྱིས་གཙོ་འགན་ཁུར་ཏེ། བོད་ནང་གི་བོད་མི་ཚོར་རང་ལུས་རང་གིས་བསགས་པའི་གནས་ཚུལ་འདིས། ག་རེ་བསྟན་གྱི་ཡོད་དམ་ཞེས་པས། རྒྱ་ཡིག་གིས་དེབ་གསར་པ་ཞིག་དཔེ་སྐྲུན་དང། འགྲེམས་སྤེལ་གནང་བ་དེས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དུ་དབུ་འབྱེད་གནང་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ།